ལོ་རྒྱུས་ཀྱི་རྔ་ཆེན་སེམས་ཀྱི་གདུང་བའི་སྙན་ངག་གི་རོལ་དབྱངས། དུས་རབས་ཀྱི་རྒྱལ་མང་སྟོང་བས་བསྒྲེངས་པའི་ལང་ཚོ་ཡི་འགྱུར་ཁུག། ཨ་མདོ་བརྙན་འཕྲིན་གྱི་ཏང་གི་ལོ་བརྒྱའི་འཁྲུངས་སྐར་གསལ་བའི་སྙན་ངག་གྱེར་འདོན་དགོང་ཚོགས་ཆེན་མོ།
སྤྱིར་སྐུ་སྙན་ངག་གྱེར་འདོན་ཟེར་གོ་ནོ་འདི་ཡིན་གྱི་ན་ཚང་མས་ད་ཐ་སྙད་འདིའི་ངའི་འདི་ནས་གོ་བ་ལང་བས་སོང་ན་རེ་སྐད་འདི་ཤེས་ཧི་ལི་དད་དང་ཨེ། བརྩམས་ཆོས་གཟིགས་ཀིར་གིན། ལོག་འདོན་ཨི་ཀོ་ནོ་ཏོང་ཟིག་གོ་ག། ད་རེས་ཀྲ་ཡང་ཀིར་གིར་ར། སྤྱིར་བཏང་གི་ཀིར་གི་ལོག་འདོན་བར་ན་ཡང་ཁྱད་པར་ཟིག་ངེས་ཅན་ཟིག་ཡོད་ནི། དེ་ཆི་ཟིག་ག་གྱེར་འདོན་ཟེར་ཀོ་ནོ། གྱེར་འདོན་གྱི་ན་གཅིག་ནས་གཅིག་ཀིར་གི་ཚ། བརྩམས་ཆོས་གི་ལ་ཀ་ན་ར་ཚ་ཁག་ཟིག་ག་ངེས་ཅན་ཟིག་ཡོད་ནི། ར་ད་ཟིན་ན་མ་གཏོགས་ཀིར་གི་སྙན་ངག་ཟེར་གྱི་ན་ར་འདྲ་ལྷུག་རྩོམ་ཟེར་གྱི་ན་ར་འདྲ། ལ་ལ་གི་ཀིར་གི་བརྩམས་སྒྲུང་ར་གྱེར་ཀོ་ནོ་ཏི་ཡོད་ཡོད་ཀི། རེད་ཀྲ། འདི་ཨི་ཕྱིར་ཅིག། འདིའི་ཡིག་དྲུག་གི་རྩོམ་རིག་འདི་ཟིན་ན་རྩོམ་རིག་གི་བརྩམས་ཆོས་ཟིན་ན་མ་གཏོགས་གཞན་པ་གི་བརྩམས་ཆོས་དེ་ཡོངས་རྫོགས་ངག་དབྱངས་ཅེར་ན། ཁིར་གི་གཅིག་ནི་ཡིན་གྱི་ན། ད་ཅེར་འདོན་དྲི་ཁིར་གི་སྐད་ལ་ཚ་བཞི་ཚིག་ངེས་ཅན་ཟིག་འོག་གི། དེ་ཡིན་གྱི་ན་ཨི་ཆི་གསལ་དག་སྙན་གསུམ་འདི་སྤྱིར་གི་སྙན་ངག་ཅེར་འདོན་གི་ཁིར་གི་མག་བཞི་ཚིག་ཨ་ཙི་ད་དང། དུམ་འཕྲོ་དེའི་ཧན་ཆི་ནི་ཡིན་གྱི་ནར་འཁྲབ་སྟོན་གི་རྣམ་པ་ཟིག་རི་ངེས་ཅན་ཟིག་ཡོད་ནིས། བཀའ་རྟགས་བཏང་ནས་ཡིན་གྱི་ནི་རི་ཁུལ་གྱི་བརྩམས་ཆོས་འདི་རང་གི་ངག་གི་གྱེར་ནུབ་མི་ཚེ་རང་གི་རྣམ་དཔྱོད་ཕྱག་རྒྱ་དང་བཅས་པའི་ངག་རྣར་ཡང་དེ་དང་དེ་མཚུངས་ཀྱི་ཕྱ་རྡུབ་ཀྱི་ཁུར་གྱིས་ཡང་རྣམ་དཔྱོད་ཀྱི་ཐོག་གི་ཁུར་གྱིས་འཁྲབ་སྟོན་གྱི་ཉམས་གྱེར་ཟིག་ར་ཚིག་གི་ཡོད་ནི་དང་པོ་ཟིག་རེད། ད་ལྟ་བར་འདི་གའི་ལྟས་སོང་ན་སྙན་ངག་གྱེར་འདོན་ན་ནིང་དོ་ཚིགས་འདས་འདུག་གི་ལྟས་སོང་ན་ཧ་ཅང་རྒྱུགས་ཆེ་ནས་ནིང་དགོས་སུ་ན་གཞོན་གི་སྡེ་འདི་ན་ལྷག་པར་དུ་རྩོམ་སྒྲིག་མེད་བ་ཆེ་ནུ་གི་སྡེ་འདི་ན་ཡིན་གྱི་ན་འདི་སྐད་ཅིག་ཅིག་ཚ་ཚ་ཨི་རི་ཀིར་ལྟར་ཆུ་བ་འཇོག་དགོས་ནས་འདི་མོ་རྣམ་པ་ཚིག་གི་ཅི་རེད་ལྟ་ལོག་གི་ད་ང་རང་ཉིད་ལ་མཚོན་རྒྱུ་ན་ཡིན་གྱི་ན་སྙན་སྒྲོན་གི་བྱ་བ་ཡང་ན་མདོ་འཛིན་གི་བྱ་བ་འདི་གཉིས་རེད་ད་དང་དེའི་ད་ལྟའི་བར་དུ་ཡིན་གྱི་ན་ཕལ་ཆེར་མི་ལོ་སུམ་ཅུ་ཐམ་པ་འགོར་སོང་ཟིན་དུས་རང་རྐང་འདི་ཡིན་གྱི་ན་ར་ད་གཙོ་བོ་ད་སྐད་དང་ངག་གི་ད་ལས་ཀ་འདི་གཏན་ནས་ད་ལྟ་ངས་གསན་རྒྱུ་རེད་ན་ཆོག་གི་འདིའི་ཕྱོགས་ཀྱི་དྲིལ་སྒྲོག་གི་བྱ་བ་འདི་གཉེར་དགོས་འདི་རེད་དེའི་ནང་ནས་ཡང་བྱ་ཞོར་ར་གྱེར་འདོན་ཟེར་གི་ནོ་འདི་ཡིན་གྱི་ན་མཚམས་མཚམས་མ་འདི་ཅིག་ཡང་ཐམ་དགོས་ནི་རེད་དྲ་དང་དེའི་ད་ལྟའི་བར་དུ་ཡིན་གྱི་ན་མཚམས་མཚམས་རང་བཞིན་གྱི་གྱེར་འདོན་གྱི་བརྩམས་ཆོས་ཟེར་ན་ཁི་རེ་འདི་གི་དྲ་ངས་རྣམ་པ་བཟོ་སྟོང་ཇི་ཟིག་དེར་མེད་ཀི་ར་རེད་དྲ་ཡང་དེ་ཇི་ན་རང་གི་ངེས་ཐུ་ཟིག་ན་ཆི་དགའ་ཕྱོགས་ཟིག་ཡང་རང་གི་ངེས་ཐུ་ཟིག་ན་དེ་ར་གོ་བ་ལེན་སྟངས་ཟིག་ཡོད་ནི་དུ་མོ་ཟིག་རེད་ད་སྤྱིར་གི་ཚང་མ་གི་སྙན་ངག་གྱེར་འདོན་ཟིག་དང་བྲིས་ན་ཇི་ཆི་སྐད་མཐོན་པོ་ཡིད་ལས་དད་དང་ད་སྨར་བརྗོད་གི་ལ་ཀ་ནི་ར་སད་དང་སྙན་སེམས་འཁུར་གི་ཡོད་ནི་ཡིད་ལས་དད་དང་འདི་གི་ཅིག་ཅེ་རིང་འཇུག་གི་ནོ་དུ་མོ་ཟིག་གོ་བ་ལེན་དགོས་གི་རེད་དྲ་དེ་ཚང་མ་ཡིན་གྱི་ན་ར་ཆི་སྐད་ལ་ཤེས་ཧི་ལི་ཟིག་གི་ནོ་དེང་གི་ནར་ཡིན་ནམ་ན་སྐད་མཐོན་པོའི་ལས་སྐད་ཅིག་ཅིག་འགྲག་འགྲག་གི་ལས་སྟོད་ཅིག་བཙན་པོའི་ལས་ཚིག་ཚང་མ་གི་ཨེ་མ་ཟེར་ར་བ་ཀག་ཤིག་གི་ཀི་ལྟ་བུའི་ཝར་སྐྱེ་ཡིན་གྱུར་གྱི་དུ་མོ་ཟེར་ར་མ་རེད་བསམ་གི་དུ་གཙོ་བོ་ཆི་ཟིན་གྱི་ན་ང་རང་གི་གོ་བ་ལེན་སྟངས་ཟིག་ཡིན་གྱི་ན་སྤྱིར་གི་སྙན་ངག་སྐྱེལ་མཁན་ཟིག་ཡིན་གྱི་ན་ཐོག་མར་རྩོམ་སྒྲིག་གི་བློ་སྦྱོང་ཟིག་ངེས་ཅན་ཟིག་དགོས་གི་ཟེར་གི་དུ་གཙོ་བོ་ཆི་ཟིག་ཡིན་གྱི་ན་རྩོམ་སྒྲིག་དུ་ཐོག་མར་ཡིན་གྱི་ན་རང་གི་བློ་ཁོག་བ་ཅིག་བྱ་ངེས། རྩོམ་རིག་དེ་བརྗོད་བྱ་གི་ནང་སྙིང་དུ་གཙོ་བོའི་ཆུ་ཟིག་ཚོ་མགོ་ནས་ནི་དེ་གོ་བ་ཟབ་མོ་ཟིག་ཡོད་པའི་ངེས་མཐུད་ནས། ད་གཟོད་ད་ཡིག་ཐོག་གི་རྩོམ་རིག་གི་བརྩམས་ཆོས་ཟིག་ངག་ཐོག་གི་རྩོམ་རིག་གི་བརྩམས་ཆོས་ཟིག་ཁུར་གི་ཐོར་འདེགས་ཡིད་ལས་འདི་གའི་གསར་རྩོམ་ཡི་སྐོར་ནས་ནུབ་མོ་གོ་རིམ་ཟིག་ག་ད་སྙན་ངག་གྱེར་འདོན་ཟེར་གྱི་རེད་འདུག་ད་ང་རང་གི་གོ་བ་ལེན་སྟངས་ཟིག་དེའི་སྟབས་གི་ད་སྙན་ངག། གྱེར་འདོན་ཡིན་མཁན་ཟིག་ན་ཐོག་མར་གྱེར་གི་རྩོམ་རིག་ཐག་གི་བློ་སྦྱོང་ཟིག་ད་ངེས་ཅན་ཟིག་དགོས་གི་འདུག་ད་གཙོ་བོ་ཆི་ཟིག་རེད་ཟིག་ན་ཐོག་མར་གྱེར་གི་སྙན་ངག་པ་སོ་སོ་གི་གྱེར་གི་བརྩམས་ཆོས་འདི་རྩོམ་དགོས་བྲིས་ན་གྱེར་གི་ཆེས་ཐོག་མ་གི་གྱེར་གི་གསར་རྩོམ་གི་ད་ཀུན་སློང་ཟིག་ན་ཆག་གི་ལས་སླང་ཟིག་ངེས་ཅན་ཟིག་ཡོད་ནི་རེད་གྱེར་གི་བརྩམས་ཆོས་དེ་ཡིན་གྱི་ན་ཁྱོད་རང་ཉིད་ཀྱི་ལོག་འདོན་བྱས་པ་བརྗེ་ལེ་ད་དང་དེའི་གཙོ་བོའི་མཇུག་ན། བརྗོད་བྱ་གི་མཐའ་ལས་ན་ཆོག་གི་བརྗོད་བྱའི་གོས་ཁུར་གྱི། ཚིག་གི་ངེས་མཐའ་ནས་ན་ཆོག་གི་ཕྱོགས་གང་ཐད་ན། ཁུར་གྱི་དེ་བརྩེ་བ་ཡིན་ན་ཆོག་གི་ཁུར་གྱི་སེམས་རྒྱུད་ཡིན་ན་ཆོག་གི་བློ་ཁ་ཁྱེར་ཕྱོགས་ཡིན་ན་ཆོག་གི། དེའི་ནང་ན་གཙོ་བོ་ཆུ་ཟིག་མཚོ་མགོ་ནོ་དེ་རང་གི་མཇུག་ན་གོ་བ་ངེས་ཅན་ཟིག་ལང་ལེ་ད་དང་དེའི་སྟེང་ནས་ད་ཡང་སྤྱིར་གྱི་གསར་རྩོམ་ཡིད་ལེ་ད་དང་དུ་ཅིག་དོར་འདག་ཡིད་ཀྱི་ཟིག་དུ་མོ་ཟིག་གོ་བ་ལེན་དགོས་གི།

དུ་མོའི་སྐད་ཤུགས་ཅན་ཟིག་གི་ངག་ནས་ཁིར་གི་ཇི་རེ་སོང་ན། དེ་རྩོམ་རིག་ཁིར་གི་ཁྱད་ཆོས་དེ་ནས་ཧ་ར་འགོང་སོང་ཟིག། དེ་ཁིར་གི་ཁྱད་ཆོས་དེ་གཅིག་བར་གི་ཆ་དུ་མི་ནས་སྣང་བ་དུ་མོ་ཟིག་ཤེས་འབྱུང་ན་ན་འདྲ་ཟིག། དཔེར་ན་དུང་ཆོས་ཀྱི་ཁིར་གི་སྙན་ངག་ཟིག་འབྱིན་ན་དེ་རང་ཡང་སོང་ངོ་དེ་དང་ཇི་བཞིན་གྱི་ཁིར་གི། རང་གི་སེམས། ཡང་ན་བརྩེ་བ་ཕྱོགས་གང་ཐད་ན་ཁིར་གི་གྲ་སྒྲིག་ཟིག་ཡོད་ནས་དེ་དང་ཆ་བསྡུ་ཡིན་ནས་གདངས་དབྱངས་ཟིག་ར། དེ་དང་ཆ་བསྡུ་ཡིན་ནས་སེམས་རྒྱུད་ཟིག་ར།

གྱེར་སྐུ་ནུ་གི་སྐད་ཀྱི་གདངས་ཡིན་ན་ཆོག་གི། དུམ་འཕྲོ་ཡིན་ན་དབུགས་ཀྱི་རྒྱུ་བ་ཡིན་ན་ཆོག་གི། དུམ་འཕྲོ་དེའི་ཚད་འཛིན་སྟངས་ཡིན་ན་ཆོག་གི་ཕྱོགས་གང་མཐུན་ནས་རེད། དེ་དང་དེ་ལྟེ་གནས་བརྡ་དང་ཁུར་གྱི་འཁྲབ་སྟོན་ལས་སོང་ན་ད་བརྩམས་ཆོས་དེ་གཅིག་དེ་གི་དེ་གི་གཅིག་མཐོ་སློབ་ཟིག་ར་འདྲ་ཟིག་གཅིག་ཕྱི་རིགས་ཡོངས་རྒྱུ་བ་ནས་དུམ་བུ་ཟིག་དུམ་འཕྲོ་དེ་ཧན་ཕྱི་ནས་ཡིན་གྱི་ན་དཔེར་ན་གཅིག་དུང་ཕྱུགས་ཀྱི་སྙན་ངག་དཔེར་ན་འབྲི་ལ་རྒྱལ་གྱི་སྙན་ངག་ད་རྨི་ལམ་གྱི་བུ་མོ་ལྟ་བུ་ཡིན་གྱི་ན་འདི་ཡིན་གྱི་ན་ད་སྙན་ངག་པ་ཁོ་རང་ཉིད་ཀྱི་ཁུར་གྱི་སེམས་ན་ཡོད་ནུ་གི་ཁུར་གྱི་བུ་མོ་ཟིག་ད་དེ་ལྗང་ནུ་གི་ཁེར་བ་བརྩེ་བ་རྣམས་མ་གཟིགས། དཔེར་ན་ཅིག་དགྲ་མདུང་གཟིགས་ཟིན་ན་ཆོག་གི་དེ་ཡང་རྫོགས་ཀྱི་ན་ཡང་ཅིག། སྙུན་གཏོང་གཏོང་གི་ངང་ནས། དེ་གས་ཅིག་ཅི་རིགས་སོང་ན་ད་ཅིག་འབབ་རྒྱུ་ཟིག་ཡོད་ནས་ཚེར་མ་ཚིམ་རྒྱུ་ཟིག་ཡོད་ནས། དེ་དུམ་བུ་སྣང་བ་ཟིག་ཤེས་འཇོག་ནས་གང་ལྟར་གྱིས་ན་རྩོམ་རིག་གྱེར་འདོན་ལྡན་གྱི་ན་རྩོམ་རིག་ཁུར་གྱི་མ་རྩོམ་བསྟན་གྱི་ན་སྐད་ཆ་གི་གདངས་དང་ཡང་ན་ཆུ་མཉམ་རྒྱུར་དུམ་འཕྲོ་ཆུའི་དེ་གོ་བ་ལེན་སྟངས་དུ་དུམ་འཕྲོ་ཧ་ར་རྗོ་ལི་སོགས་མུ་ཏིག་ཁ་གི་ཏཱ་ཁིར་གི་ཐོར་འདེགས་གཟུགས་ངེས་ཅན་གྱི་གཞུང་བཀོད་ནས་དེ་དང་དེ་བཞིན་གྱི་ཁིར་གྱི་གསར་རྩོམ་གྱི་གོ་རིམ་གཟུགས་ཧ་ར་རྗེར་བཀོད་ནོ་དུམ་གཟུགས་ཅན་ནི་ཏཱ་ཏཱ་ཅིག་ཕ་ཆེར་ལེགས་འགྲུབ་བྱུང་བའི་འོད་ཀྱི་རེད་པ་མདོར་བསྐྱེད་ཀྱི་དུམ་གཟུགས་རེད། དུ་གཅིག་རེད་དུམ་འཕྲོ་ཅན་ནི་འདི་ཅེར་བཀོད་བྲིས་ན་ར་ཁ་ཡིག་གསལ་དག་སྙན་གསུམ་ཡིན་ཅིང་ན་སྨྲ་སྐྱིད་གཟུགས་ཀྱི་དག་མ་གཟུགས་ཡོད་ན་སྐད་ཚིག་གཡོག་པ་གཟུགས་ཡོད་ཅིང་ན་འདི་ཡོངས་རྫོགས་ཅན་ནི་ཁིར་གྱི་ལྷན་སྐྱེས་ཀྱི་རེད་ད་རྨང་གཞི་གཟུགས་རེད་ད་འདི་ཡོད་ན་ལྷག་བསྡུ་བ་གྱི་ད་ཡག་ཐོག་ག་རྒྱན་འགྲིག། དེའི་ནང་གི་གཙོ་བོ་ཡིན་གྱི་ནི་ད་ཁར་གྱི་བརྩེ་བ་དེའི་ཁྱེར་སོ་ཁྱེར་སོ་འདྲ་འདྲ། ཅི་སྟེ་ཆུ་མོ་ཟིག་ལས་ད་དང་ད་དེ་ཚིག་འབྲུ་རེ་རེ་གི་ནང་ན་ཇོ་ཀོ་ནོ་གི་བརྩེ་བ་དེ་ད་སོང་བའི་ཆུ་སྐད་དང་ཆུ། ད་ལུས་ཀྱི་ཉམས་འགྱུར་ཡིན་ན་ཆོག་གི་ངོ་བོའི་རྣམ་འགྱུར་ཡིན་ན་ཆོག་གི། གཏུམ་འཕྲོ་ཡིན་གྱི་ན་ཆོག་སྐད་ཀྱི་དྲག་ཤུགས་དེ་གཏན་ནས་ད་དང་ད་རིམ་པ་བཞིན་དུ་ད་ཧར་གྱི། རྒྱུ་སྤྲོས་ཚིག་ཡིད་ཐུབ་ནས་བརྡ་རྟགས་ད་ཧར་དེར་ཐུབ་ན་གཏུམ་མོ་ཟིག་ཡིན་གྱི་ན་ད་ལྷག་ཏུ་ཅི་ཡག་གི་བསམ་གྱི་རེད།

སྐད་གདངས་ཟེར་ག་ཡོག་པ་ཟིག་ཡོད་ནི་ཏི་མོ་ཟིག་ཡིན་ན་ཏི་ཀིར་གི་རྨང་གཞི་ཟིག་རེད་ཏི་ཡིན་ན་ཆེ་གེ་ཀིར་གི་སྐད་དེ་སྙན་ནི་ཆེ་གེ་སོང་བའི་ཀིར་གི་སྨར་གྱིས་ཏི་གེ་ཏི་ཡིན་ན་ལྷག་དེ་ཧྲ་གི་རེད་གཙོ་བོ་ཆི་ཟིག་རེད་ཟིག་ན་ཏི་ཀིར་ལུག་ལུག་དེ་ལ་ཀི་ན་ཏི་ཀོ་བ་ཟིག་ལེན་གྱི་ཟིག་གི་ཏི་ཅིག་ཟ་མོ་ཟིག་ལེ་ཡོ་འདོར་གྱི་ཟིག་རེད་དེའི་རྐྱེན་གི་སྙན་ངག་པ་སོ་སོ་གི་སྙན་ངག་ཏི་རྩོམ་འགོ་བྲིས་ན་ཚང་མ་གི་ཏི་སྙན་ངག་ཡོངས་རྫོགས་ཏི་གཅིག་སྤྱི་ཡི་སྟེང་ནས་འདྲ་འདྲ་ཟིག་ལས་རྩ་མེད་སོང་ན་སྙན་ངག་དེ་རང་ལུགས་ཟིག་རེ་ཡོད་ཀྱི་མ་རེད་དྲ་ལུགས་དེ་ནི་ཧ་ར་ཐོན་ནོ་གི་ཁིར་གི་མཛེས་ཆ་ཟིག་རེ་ཡོད་ཀྱི་མ་རེད་བསམ་གི། དེའི་རྐྱེན་གྱིས་ནི་སྙན་ངག་པ་རང་རང་རང་རང་གིས་ནི་སྙན་ངག་རྩོམ་ལུགས་ཟིག་རང་གི་སྙན་ངག་གིས་ནི་རང་རང་གི་ཁྱད་ཆོས་ཟིག་ཡོད་ནི་དུ་མོ་ཟིག་རེད་ལ། ཁོས་དེ་དང་ཇི་བཞིན་དུ་གྱེར་དགོས་ནོ་ཉིད་དེ་རེ་ཡང་དེ་དང་ཇི་བཞིན་གི་ཁིར་གི་ཁྱད་ཆོས་ཟིག་རེ་རང་གི་ལུགས་ཟིག་ཡིན་ནམ་མིན་ཡོད་དགོས། དེ་ཡོད་ན་ད་ད་གཟོད་ཁྱད་ཆོས་ཟིག་གི་ནང་དུ་ད་ད་ལུགས་ཤིག་གི་ད་ཐོན་ཡོང་གི། ད་དཔེར་ན་ཅིག་ཐ་ཡིག་འདི་འཇིགས་སྐལ་བཟང་གི་སྙན་ངག་སྦྲ་ནག་གི་སྐྱེས་འབུལ་ལྟ་བུ་ཟིག་ཡིན་གྱི་ན། དེ་ཡང་དེའི་ཁུར་གྱི་རྗེས་སུ་ཟིག་ད་ངས་སྔ་ན་བཤད་ནོ་འཇིགས་ལ་རྒྱལ་གྱི་སྙན་ངག་དམ་ལམ་གྱི་བུ་མོ་ལྟ་བུ་ཡིན་གྱི་ན་དེ་ཡང་དེའི་རྗེས་སུ་ཟིག། དུམ་འཕྲོ་ཁུར་གྱི་ལྷུག་རྩོམ་ཟིག་ཡིན་གྱི་ན་དེ་ཡང་དེའི་རྗེས་སུ་ཟིག། དེ་རེ་རེ་རེ་རེ་མི་འདྲ་གི་དུམ་འཕྲོ་ཉིད་རེ་རེ་རེ་རེ་གི་ཁུར་གྱི་བརྩམས་ཆོས་དེ་ལང་ནུ་གི་གོ་བ་ལང་ནུ་ར་མ་འདྲ་མོ་ཅན་གྱི་ཁུར་གྱི་རྗེས་རེ་ཡོང་ནོ་ལུས་དེ་ར་ཁུར་གྱི་ད། རྣམ་པ་སྣ་ཚོགས་ཟིག་གི་ནང་ནས་འབྱོར་ནས་ཆ་ཕྱི་ར་བ་ཀི་སོ་སོ་ཟིག་གི་ཅི་རིགས་འབྱོར་ནས་དུ་མོ་ཟིག་རེད་ད་གཙུག་ཆེ་བ་ཟིག་རེད་ད་འདི་གཅིག་སོང་བས་ཁྱེད་ག་སུ་སོང་བས་སྙན་ངག་འདི་འདི་གིས་ཅེར་དགོས་ནི་རེད་ཟེར་སྟངས་དེ་ན་ད་སྙན་ངག་དེ་ད་ཅེར་སུ་དེ་ར་ད་ཚ་ཁག་ཟིག་བཟོས་སྟངས་ན་རེད་ད་སྤྱིར་གི་བརྩམས་ཆོས་དེའི་ཁར་གི་མཛེས་བ་གི་ཧ་ར་ཁྲིད་འཇུག་གི་ནོ་ཁྲིད་ཚུལ་དེ་ད་ཚ་ཁག་ཟིག་བཟོས་སྟངས་ད་གཅིག་ནས་ཡིན་གྱི་ན་ད་སྙན་ངག་ཚང་མ་ཅེར་དགོས་ན་ད་འདི་མོ་ཟིག་ལས་ཅེར་དགོས་གི་ཟིག་རེད་ད་དཔེར་ན་ཀ་ཟིག་ཀ་ན་ལས་དང་དེའི་ནང་ཕྱི་དྲང་དགོས་ན་རེད

ཆུ་སེར་ཀུན་ནི་མདངས་རྒྱག་རྒྱུ་ཟིག་ད་མི་ང་མི་ང་ཟིག་བྱེད་མགྱོགས་ལས། དུ་ལྟ་ཨ་ཆེ་ཡིན་གྱི་ན་ཚང་མ་གི། དེའི་གོ་བ་ལེན་སྟངས་དུ་རི་དེ་ལ་ཁི་ན་ཡིན་གྱི་ན་རི། དུ་ཅང་གོ་དུ་ལྟ་ཉམས་མྱོང་ཟིག་རི་ཉམས་མྱོང་དུ་ཡིན་གྱི་ན་ཕ་མཚན་བརྗེ་རེས་ཟིག་ཡིད་ལས་བར་ན་ངས་དེ་གོ་བ་གྱེན་འདོན་ཟིག་ཡིན་གྱི་ན་ངས་དེའི་མཚམས་དུ་འདི་མོ་ཟིག་ནས་དུ་འཇོག་རྒྱུ་རེད། དཔེར་ན་ཆེ་ཡིན་གྱི་ན་གང་གི་མཚམས་ནས་འཇོག་དུ་ཁིར་གི་ཚ། ཚད་གཞི་འཛིན་ཚད་དུ་ཕན་ཚུན་བསམ་བློ་བརྗེ་རེས་ལས་དགོས་ན་ཆོག་གི་ཟེར་ན་མ་གཏོགས་དེ་སོང་ཡིན་ན་མིན་ན་འདི་གིས་བརྗེ་དགོས་ནི་རེད་ཟེར་རེས་ཐག་བཅད་སྟངས་བྲིས་ན་ད་ཕར་ཆེར་དུ་མི་འགྲིག་གི་བསམ་གི་དེ་ཁོ་གི་ད་ངའི་འདང་རྒྱག་སྟངས་ཟིག་ཡིན་ན་རེད་ད། སྙན་ངག་འདི་བྲིས་འདུག་སྙན་ངག་ཁིར་གི་རྩོམ་དགོས་ནོ་ཁིར་གི་རང་ལུགས་ཟིག་རེད་ཁིར་གི་རང་སྣང་ཅན་ཟིག་ཁིར་གི་ཚད་བཀག་མེད་ནོ་རྐྱེན་གི་སྙན་ངག་བྲིས་འདུག་དེར་ཚད་བཀག་ཟིག་མེད་ལ། རང་སོ་སོའི་གོ་བ་ལེན་སྟངས་དང་རང་གི་ལུགས་དང་རང་གི་ཁྱད་ཆོས་ལྟར་བརྗེ་རེས་སོང་ན་ད་ལྟ་ཧ་ཅང་ཡག་པ་ཟིག་ཡིན་གྱི་རེད་བསམ།